གང་ལྟར་གཟེངས་རྟགས་བརྒྱ་ཕྲག་ལྷག་ཅིག་འབུལ་བཞེས་མཛད་ཆེ། ད་འདི་ཚང་མ་ག་རེ་ཚུན་སྐོར་སུ་ལབ་པ་ཡིན་ན་ཀྱང་མོ་རིན་པོ་ཆེ་གི་ཡང་སྐུ་གསུང་ཐུགས་ཀྱི་མཛད་འཕྲིན་ཟུར་ལ་ཡང་ཅིག་ང་རང་ཚོ་ད་བོད་མི་ཙམ་མ་རེད་འཛམ་གླིང་སྐྱེ་འགྲོ་ཚང་མས་ཀྱི་ཡང་སྔུན་ནས་བསྔགས་བརྗོད་ཞུ་ཡོད་ས་ཅིག་དང་དགའ་མོས་ཞུ་ཡོད་ས་ཞིག་དང་འདི་འདྲའི་གི་དབུ་ཁྲིད་རླབས་ཆེན་ཞིག་ལ་ཡང་ངོས་འཛིན་ཞུ་དགོས་རེད་འདི་ཡིན་འདི་ཙམ་ལ་འདི་ང་རང་ཚོ་ཚང་མ་ཡང་ཅིག་དགའ་བ་དང་སྤོབས་པ་དང། ཅིག་ཚང་མ་ཅིག་སྐྱེས་ཡོད་པ་ཇི་དང་དམིགས་བསལ་དེ་ཡང་བཀའ་དྲིན་ཆེན་པོ་ཡིན་ཞེས་ཀྱི་ཞུ་བས་ཡིན། ཨ་ནི་འདི་འདྲ་ཡིན་དུས་ག་ལ་ཡ་ད་ད་རིང་ཨ་ནི་དམིགས་བསལ་གྱི་ཡང་ཞུ་བ་རང་ལ་སྐྱབས་མགོན་རིན་པོ་ཆེའི་ཚོགས་མགོན་དབུ་བཞུགས་ཐོག་ལ་ཨ་ནི་དེ་སྐུ་ཡི་གྱ་སྟོན་ཨ་ནི་ཅིག་མཛད་འཕྲིན་གྱ་ནོམ་པ་ཆེ་འདི་འདྲས་ཀྱི། ནང་ལོགས་ལ་ཡང་དཔྱད་ཡག་གི་བྱུང་བ་དེ་ང་རང་ཡིན་ནས་སྐལ་བ་བཟང་པོ་ཞུ་བཞིན་བསམ་གྱི་འདུག་དེ་མ་ཡིན་པ་ནས་ད་རིང་གི་ཡང་ཉིས་སྟོང་བཅོ་ལྔ་གི་ལོ་དེ་ནི་བོད་ཀྱི་ལོ་རྒྱུས་ནང་ལོགས་ལ་ཡང་དམིགས་བསལ་གྱི་ཡང་ཅིག་བཀྲ་ཤིས་པ་དང་དཔལ་ཕུན་སུམ་ཚོགས་པ་དང་ལྡན་པའི་གི་ལོ་རྒྱུས་ཞིག་ལ་ངས་ངོས་འཛིན་ཞུ་གི་ཡོད་གང་ཡིན་ཟེར་པ་ཡིན་ན་དེ་ལ་ཡང་དམིགས་བསལ་གྱི་ང་རང་ཚོ་བོད་གཞུང་མང་ཡོངས་ནས་ཡང་བཀའ་དྲིན་རྗེས་དྲན་གྱི་ལོ་ཅིག་ལ་སྲུང་བརྩི་ཞུ་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཙམ་ལ་ད་ད་རིང་འདས་གཙོ་བོ་གྱུར་པའི་གི་ཡང་ས་གནས་གང་ས་ག་ལ་ཡང་ད་ཅིག་ཨ་ནི་ཁ་སུ་རེད་སྐྱབས་མགོན་རིན་པོ་ཆེ་ད་བཀའ་དྲིན་རྗེས་དྲན་རེད་ད་ག་ནང་བཞིན་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་ཨ་ནི་བཀའ་བསྟན་འགྱུར་འགྲོ་ཡ་རེད་ད་ག་ནང་བཞིན་དེ་ནི་ཡང་བརྟན་བཞུགས་ཚེ་སྒྲུབ་ཕུལ་ཡ་རེད་ཨ་ནི་ད་ག་ནང་བཞིན་གཅིག་གི་སྐྱབས་མགོན་རིན་པོ་ཆེ་གི་ཡང་སྐུ་ཚེ་ལ་ཕན་པའི་ཆེད་དུ་དེ་ནི་ཡང་གཅིག་ང་རང་ཚོའི་ཁོར་ཡུག་གི་ཆེད་དུ་བསྲིངས་ན་བཤིགས་ན་རྩི་ཤིང་འདེབས་འཛུགས་གནའ་ཡང་གི་མཚོན་པའི་ད་ག་ནང་བཞིན་སེམས་ཅན་སྲོག་བླུ་ཚེ་བདག་གནའ་ཡང་གི་མཚོན་པའི་དེ་འདྲའི་གི་ཡང་དགེ་སྒྲུབ་ཀྱི་བྱ་བ་མང་པོ་ཅིག་དཔེ་བདེ་ཡ་དེ་གཙོ་བོ་དག་ཀྱང་ཀུན་རིན་པོ་ཆེ་ཡང་སྐུ་ཚེ་ཞེས་པའི་བསྟན་པའི་ཆེད་དུ་རེད་དེ་ཡིན་ནི་ཡང་འདི་ལས་ལྷག་ཅིག་རྒྱ་བར་མུ་ཆེ་རང་གི་ཁ་སང་སྐུ་དངོས་སུ་ཨ་ནི་ཞེས་གྲུ་མོ་རང་ནས་གསུང་ཡས་དེ་གར་གསུང་ཟ་བས་ན། ཨ་ནི་གང་ལྟར་གང་ཡིན་ནས་མིན་ནས་ད་རྒྱ་བར་མུ་ཆེའི་དགོངས་པ་དང་མཐུན་པ་ང་རང་ཚོ་ཆོས་འཇིག་རྟེན་བྱ་བ་ག་འདྲས་ཅིག་བྱེད་པ་ཡིན་ནའི་ཨ་ནི་དེས་ད་བླ་མའི་ཞབས་ཏོག་ཡང་དེ་ཡིན་གྲུབ་པའི་ཞབས་ཏོག་ཡང་དེ་ཡིན་ཨ་ནི་ཚེ་སྒྲུབ་ཞུ་ན་ཡང་དེ་ཡིན་བརྟན་བཞུགས་བཞེས་ན་ཡང་དེ་ཡིན་ཟེར་གྱི་འདི་འདྲས་ཅིག་བཀའ་གནང་ཡོང་དུས་ག་ལ་ཨ་ནི་ད་རིང་འདས་སྐྱ་སེར་ཕོ་མོ། ཕེ་ངེ་ཕེ་ཞུ་ངེ་ཚང་མོ་ལོག་གི་ཡ་འདི་ཐུགས་ལ་བཅང་བྱས་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་འདི་འདྲའི་ཅིག་ཡ་ཨ་ནི་ཕྱག་ལེན་ལ་ཡ་ཅིག་གནང་གི་ཡིན་ཟེར་བའི་དམ་བཅའ་ཅིག་ཞུས་པས་ནས་ཡག་པོ་ཡོད་རེད་དྲན་གི་འདུག། ད་ད་ག་ན་བཞིན་ད་དེ་ང་ཡ་དེ་སྐྱབས་མགོན་འབྲུག་པའི་སྐུ་ཚབ་བྱེད་ཀྱི་སྐྱབས་རེད་དེ་འདྲ་ཡིན་དུས་ག་ལ་ད་འབྲུག་པའི་གི་ཡ་ཆོས་རྒྱུད་རྗེས་འབྲང་པ་ཚང་མས་གི་ཚབ་ཞུས་ཀྱི་ད་རེ་ག་རེ་ཞུ་ཡས་ཟེར་ན་ཨན་དུས་ད་རྣམ་པ་ཀུན་ཏུ་མགོན་པོ་གང་གི་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་མགོན་པོ་གང་ཉིད་ཀྱི་དགོངས་གཞི་དང་མཐུན་པར་ཆོས་དང་འཇིག་རྟེན་གྱི་བྱ་བ་གང་ལའང་ཚུལ་ཚུལ་བཞིན་དུ་བྱས་དང་བྱེད་མུས་ཁར། འབྱུང་འགྱུར་གྱི་དུས་སུའང་དགོངས་མཆོག་མགོན་མཆོག་གང་ཉིད་ཀྱི་དགོངས་གཞི་དང་མཐུན་པར་བྱམས་དང་སྙིང་རྗེའི་ཉམས་ལེན་དེ་མཐིལ་དང་གཙོ་བོར་བཟུང་ནས། སྤྱི་ཚོགས་ནང་ལ་བདེ་སྐྱིད་བསྐྲུན་ཐབས། དག་སྣང་ཤིང་རྩི་ཤིང་འདེབས་འཛུགས་ཀྱིས་མཚོན་པའི་ཨན་གཙོ་བོ་དག་གོ་ལ་སྤྱི་དང་ཧི་མ་ལའི་རི་རྒྱུད་ལ་ཡང་ཁོར་ཡུག་སྲུང་སྐྱོབ་ཞུ་ཡགཞུ་ཡ་ལ་འབད་བརྩོན་ཞུ་ཡག་ལྷག་པར་དུ་རང་ཅག་ཁ་བ་རི་པའི་གཅེས་ནོར་སངས་རྒྱས་ཀྱི་བསྟན་པ་སྤྱི་དང་བྱེ་བྲག་ཐམས་ཅད་མགོན་པོ་གང་ཉིད་ཀྱི་དགོངས་པ་དང་མཐུན་པར་བཤད་སྒྲུབ་ལས་གསུམ་གྱི་སྒོ་ནས་གང་ཐུབ་ཀྱིས་ཞབས་ཏོག་ཞུ་རྒྱུའི་དམ་བཅའ་ཞུ་རྒྱུ་ཡིན། མཐའ་དོན། སངས་རྒྱས་ཐམས་ཅད་ཀྱི་སྙིང་རྗེའི་ར་ཟུག་འཕགས་པ་སྤྱན་རས་གཟིགས་སྐུ་སྐྱེ་དེ་མ་ཐག་པ། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་གྱི་གཟིགས་པ་ཆེན་པོ་མཆོག། སྐུ་ཚུལ་སྐུ་ཚེ་ཞབས་པད་མགོན་པོ་ཚེ་མཐའ་ཡས་པའི་ངོ་བོར་བསྟན་ཅིང་ཐུགས་ཀྱི་བཞེད་དོན། བཞེད་དོན་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པ་དང། ང་རང་ཚོ་ད་བོད་གཞིས་བྱེས་གཉིས་ལ་ཡོད་པའི་བོད་མི་ཚོས་རིང་ནས་སྙིང་དུ་བརྣག་པའི་ད་འདོད་པའི་དོན། བོད་དོན་བདེན་མཐའ་དེ་མྱུར་དུ་གསལ་བྱས། བོད་གཞིས་བྱེས་མཉམ་འཛོམས་ཡོང་བའི་སྐལ་བཟང་གི་ཉི་མ་མྱུར་དུ་འཆར་བའི་སྨོན་འདུན་ཤུགས་དྲག་དང་བཅས་ཞུ་བས་ཡིན་ཐུགས་རྗེ་བཀའ་དྲིན་བླ་ལྷག་ཏུ་ཆེ།